ཡུལ་གྲི་རུ་ཉིད་དུ་བབས་པས་ཕྱིའི་གཟུགས་ཀྱི་ནང་ནས་རེ་བ། ནང་གི་འོ་ད་དེ་རེའི་ནང་ནས་སྣ་དང་ལྕེ་ཡི་རྣམ་ཤེས་གཉིས་བབས་པས་བས་ད་འོ་ད་རེའི་ཁམས་བཅུ་བཞི་ལྷག་གི་རེ་བ། ལྕེ་ཡི་རྣམ་ཤེས་བ་དོག་པ་རྣམས་སོ་གྲི་རུ་ཉིད་ནས་བཟུང་ཁམས་རྣམས་མེད་དེ་ས་དེ་དག་ཁམས་ཀྱི་ཟས་ཡིན་ལ་ས་རེ་བ། དེ་དག་ལས་འདོད་ཆགས་དང་བྲལ་བ་དག་དེར་སྐྱེ་བའི་ཕྱིར་རོ། འོ་ན་རེག་བྱའང་མེད་པར་འགྱུར་རོ་ཞེ་ན་དེ་ལ་ཁམས་ཀྱི་ཟས་དང། འདི་རེག་ཟས་མ་ཡིན་པ་གཉིས་ཡོད་པས་ཁམས་ཟས་སུ་གྱུར་པའི་རེག་བྱ་མེད་ཀྱང་བསགས། པོ་ལ། འདིར་ཁམས་ཟས་ཀྱི་ངོ་བོར་གྱུར་པའི་རེག་བྱ་དེ་མེད་ཀྱང་བྱ་རོག་ད། པོ་ལ་སོགས་པའི་གཟུགས་ཀྱི་རྟེན་འབྱུང་གཟུགས་ཀྱི་རྟེན་འབྱུང་བ་དང་རེ་བའི། གཟུགས་ཀྱི་རྟེན་འབྱུང་བ་དང། གོས་ཀྱི་རེག་བྱ་ལ་སོགས་པ་ཡོད་པའི་ཕྱིར་རོ། ཁམས་གསལ་ངོ་བོར་གྱུར་པའི་རེག་བྱ་མེད། དྲི་རོ་ནི་ཁམས་གསལ་མ་ཡིན་པ་མེད་དོ། ད་མེད་བཞིན་ད་ཡང་དེ་ལྟར་རྟོགས་ཤིག། རེ་བ། ཁམས་དང་ཟས་གཉིས་ལ་མུ་བཞི་ཞག་མ་རེ་བའི། འོ་ད་རེ། རེད་བ། འོ་ད་འདིར་ཁམས་དང་ཟས་ལྷ་མོ་གཞིས་ཆགས་ཡོད་འདུག་ཙང་ནི། ལྕགས་གོང་མ་འབར་བའི་ཚོགས་པ་ན་ཡོད་པའི་དྲི་རུ་དེ། རེད་བ་ད། ཁམས་ཡིན་ཀྱང་ཟས་མ་ཡིན་བྱས་པ་རེད་བ། བཤམས་དེ་མོ་གཞིས་ཆགས་ཡོད་ལ་ཁམས་དང་ཟས་ལྷ་རེད་བ། ད་ཨ་ལས་འགྲིག་གི་འདུག་བཤམས་དེ་མ་ཚེ་ལས་སོང་ང་ཚོ་འདི་བརྗེད་རྒྱུ་མི་འདུག་བ་ད། དྲི་རུ་ལ་ནི་གར་ཟེར་སོ། ཁམས་ཟས་མ་ཡིན་པ་མེད་དོ་གསུངས་འདུག་བ་དེ་ཡིན་ན།

རུ་བ་དྲི་དང་རོ་གཉིས་ལ་ནི་ལྟ། ཁམ་ཟས་ཡོད་དུ་ཆུག་ཀྱང། ཁམ་ཟས་མ་ཡིན་པ་ཡོད་དུ་ཆུག་ཀྱང་གཟུང་ཁམས་དང་དགོས་པ་མེད་པའི་ཕྱིར་དེ་ཡི་ཕྱིར་སྣ་ལྕེའི་རྣམ་ཤེས་གཉིས་ཀྱང་མེད་དེ། རུ་བ་དེ་དག་གི་ཡུལ་མེད་པའི་ཕྱིར་དང། ད་འདི་ལ་འདི་འདྲའི་ཇི་ལྟ་སྲིད་ལྟ་བ་ཡོད་མ་རུ་བས། རུ་བ་སྣ་ལྕེའི་རྣམ་ཤེས་གཉིས་པོ་དེ་མེད་དེ། དེ་ལ་འདོད་ཆགས་དང་བྲལ་བ་རེད། གང་ཡིན་ཟེར་ན་དེ་ཡི་ཡུལ། དྲི་རོ་གཉིས་ལ་འདོད་ཆགས་དང་བྲལ་བ་ཡིན་ཙང་ཨ་ནི་ཡུལ་ལ་འདོད་ཆགས་དང་བྲལ་བ་དེ་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་བ་རེད། དེ་ཟེར་གི་ཡོད་མ་རེད་བ་ད། སྣང་ཤེས་རྣམ་ཤེས་གཉིས་ཀྱང་མེད་དེ་ག་རེ་ཡ། དེ་ཡི་ཡུལ་མེད་པས་དེ་དག་གི་ཡུལ་མེད་པའི་ཕྱིར་དང་བྱས་པ་ཡུལ་ལ་འདོད་ཆགས་དང་བྲལ་བའི་ཕྱིར་དང། གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང་ཨ་ནི། ག་ས། དེ་བས་འོང་པོའི་འཛིན་མོད་ཀྱི། དྲི་ལ་སོགས་པ་ནི་ཕྲད་ནས་འཛིན་པའི་ཕྱིར་འདོད་པ་ན་ཡོད་པའང་དེའི་ཡུལ་མ་ཡིན་པའི་ཕྱིར་བྱེ་བྲག་ཏུ་སྨྲ་བ་རྣམས་ཟེར་རོ། ས་འོག་ད་དེ་ཡིན་པར་རིགས། གལ་ཏེ་དགོས་པ་མེད་པས་མི་འབྱུང་ན། ཡུལ་ལ་འདོད་ཆགས་བྲལ་བ་གང་ཡིན་པ་དེ་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་ཟེར་ཡ་གཅིག་ཡོད་རེད་ད། རེ་བ་དང། འོ་ད་དེ་འདྲའི་ཞི་བ་ཡིན་པ་རེད་ཡུལ་ལ་འདོད་ཆགས་དང་བྲལ་བ་གང་ཡུལ་ཅན་ལ་ཡང་འདོད་ཆགས་དང་བྲལ་བ་ཡིན། གལ་ཏེ་དགོས་པ་མེད་པས་མི་འབྱུང་ན། སྣ་ལྕེའི་དབང་པོ་དག་ཀྱང་མེད་པར་འགྱུར་རོ་ཞེ་ན། ཏག་ཏག་རེད། དབང་པོ་ཡང་མེད་པར་ཐལ་ཟེར་ན། དེ་ནི་ལུས་མཛེས་པར་བྱ་བའི་ཕྱིར། མཛེས་པ་ནི་དབང་ལྡན་གྱི་བྱ་བ་ནུས་ཤིང་དགོས་པ་ཡོད་ཀྱང། རྒྱུ་མེད་ན་མི་འབྱུང་ལ། འོང་པོའི་རྒྱུ་ཡང་དེ་ལ་བསྲེས་པས་ལས་བསགས་པ་ཡིན་ཞིང་གང་ཞིག་ཡུལ་ལ་བསྲེས་པ་དང་བྲལ་བ་དེ་ནི་ཡུལ་ཅན་འོང་པོ་ལ་ཡང་བསྲེས་པ་དང་བྲལ་བ་ཡིན་པའི་ཕྱིར་ཏེ་རྒྱུ་མེད་པས་མི་འབྱུང་ངོ་ཞེས་སློབ་དཔོན་སྐྱོན་བརྗོད་པར་བྱེད་དོ་ས་ལྟར་སློབ་དཔོན་གྱིས་བྱེ་བྲག་སྨྲ་བ་ལ་སྐྱོན་བརྗོད་མཛད་པ་ཡིན་ཕྱིར་རོ། བྱེ་བྲག་ཏུ་སྨྲ་བ་ནི་ག་རེ་ས། བྱེ་བྲག་ཏུ་སྨྲ་བ་ནི་ག་རེ་ཡ། འོང་པོ་མེད་པས་བསྟན་མི་སྲིད་ལ།

མ་ཚང་བ་མེད་ཅིང་མེད་པ་མ་ཡིན་ནོ་ཞེས་གསུངས་པའི་ཕྱིར། སྣ་ལྕེའི་དབང་པོ་ནི་ཡོད་དོ་ཞེས་ཟེར་རོ། གཟུགས་མེད་པའི་ཁམས་སུ་གཏོགས་པ་ནི་ཡིད་དང། ཆོས་དང་ཡིད་ཀྱི་རྣམ་པར་ཤེས་པའི་ཁམས་གསུམ་སྟེ། སུ་ལས། འོ་ད། འདོད་ཆགས་དང་བྲལ་བ་དག་དེར་སྐྱེ་བས་ཁྱབ་རེ་ད། ཆུ་ཡི་རྣམ་ཤེས་ཀྱི་ཁམས་གཟུགས་མ་ཐོབ་མེད་ཡིན་པར་གཟུགས་ལས་འདོད་ཆགས་དང་བྲལ་བ་དག་དེར་སྐྱེ་བས། དེས་ན་གཟུགས་ཅན་གྱི་ཁམས་བཅུ་མེད་ཅིང་དེ་དག་མེད་པས་དེ་དག་གི། དེ་དག་གི། ཨཱ། ཁ་ཟེར་སོ། འབྲས་བུ་རྣམ་ཤེས་ཀྱི་ཁམས་ལྔའང་མེད་པའི་ཕྱིར་རོ། ད་ཡིན། ཡུལ་ཅན་ཁམས་ལྔ་ཡང་མེད་པའི་ཕྱིར་རོ་ཅེ་སྟེ། རྣམ་པ་བཞི་པའི་ཁམས་ལྔ་གང་མེད་ཅེ། འོ་ད་དེ་རེད། རེད་གསུངས་པ་དང། འོ་ད་དེ་རེད། དེའི་ཕྱིར་ཨ་ནི་གང་རེད། ཁམས་བཅོ་བརྒྱད་པོ་གང་དག་ཁམས་བཅོ་བརྒྱད་པོ་དག་ལས་གང་དག་བཤད་མ་ཐག་པའི་ཡིད་དང་ཆོས་དང་ཡིད་ཀྱི་རྣམ་ཤེས་ཀྱི་ཁམས་གསུམ་ལ་ནི་ཟག་པ་དང

དེ་ཡང་སྤྱིར་ཟས་ལ་གནས་གསུམ་པ་ལས་ཁམས་ཀྱི་ཟས་ནི་འདོད་པ་ན་སྐྱེ་མཆེད་གསུམ་གྱི་བདག་ཉིད་དུ་གཟུགས་ཀྱི་སྐྱེ་མཆེད་མ་ཡིན་དེས་རང་དབང་འཕྲོད་ལ་མི་ཕན་ཕྱིར། རིགས་དང་སེམས་པ་རྣམ་ཤེས་ནི་ཟག་བཅས་ཟས་ཡིན་གསུམ་དག་ན་ཞེས་གསུངས་པ་ལྟར་ཁམས་ཀྱི་ཟས་དང་རིག་པའི་ཟས་དང་སེམས་པའི་ཟས་དང་རྣམ་ཤེས་ཀྱི་ཟས་ཏེ་ཟོ་དང་ཟས་བཞི་དེ་ཤ་འོ་ད་ཁ་ཤས་ཀྱི་ཏིང་ཀང་རྣོན་པས་ཀྱང་ཏིང་ངེ་འཛིན་གྱི་ཟས་ཡིན་ན་ཟེར་གྱི་འདུག་བ་དེ་ཏིང་ངེ་རགས་རྫུན་མ་དག་རྒྱུན་འབྱམས་རེད་བ་དང། བཞུགས་ནས་བཤད་པ་ན་ཤི་ཅེ་ན་ཁ་རི་ཡ། ཁམས་ཀྱི་སྲས། རིག་པའི་སྲས། སེམས་པའི་སྲས། ཨེ་ནི། རྣམ་ཤེས་ཀྱི་སྲས་སོ་འོ་དེ་ཟག་བཅས་ལ་བཞག་པ་རེད་གོ་གསུང་ཨ། འོ་དེ་ཟག་མེད་དེ་མ་རེད་སྲས་མ་རེད། རིག་པ་དང་སེམས་པ་དང་རྣམ་ཤེས་བཅས། ཟས་སུ་འཇོག་པར་གསུངས་སོ། འདི་ལ་ཁོ་ན་རེ། འོ་ན་རེག་བྱ་ཆོས་ཅན་ཁམས་གོང་མ་རྣམས་མེད་པ་དག་ཁམས་ཟས་ཡིན་པའི་ཕྱིར་ཁྱབ་སྟེ། དྲི་རོ་གཉིས་ཁམས་གོང་མ་རྣམས་མེད་པའི་རྒྱུ་མཚན་དུ་ཁམས་ཟས་ཡིན་པར་བཀོད་པའི་ཕྱིར། འདོད་མི་ནུས་ཏེ་ཟས་ནི་ག་རེ་ཡ། དྲི་རོ་མ་གཏོགས་ལྷག་མ་བཅུ་བཞི་ཡོད་པའི་ཕྱིར་འདི་ལ་འགའ་ཞིག་གིས། རེག་བྱ་ཁམ་ཟས་མ་ཡིན་ཟེར་བ་མི་འཐད་དེ་གོང་དུ་དྲངས་པའི་རྩ་བར་ཁམ་གྱི་ཟས་ནི་འདོད་པ་ན་སྐྱེ་མཆེད་གསུམ་གྱི་བདག་ཉིད་དུ་སྐྱེ་མཆེད་གསུམ་ག་རེ་དྲི་རུ་རེག་བྱ་གསུམ་གྱི་བདག་ཉིད་བྱ། དྲི་དང་རོ་དང་རེག་བྱ་གསུམ་གྱི་བདག་ཉིད་བདག་ཉིད་དུ་བྱེད། དྲི་རུ་རེག་བྱ་གསུམ་གྱི་བདག་ཉིད་ལ་ཁམ་ཟས་སུ་གསུངས་པའི་ཕྱིར་དང་གནས་གསུམ་པའི་འབྲེལ་པ་མངོན་པའི་རྒྱན་ཤོག་དྲངས་འདི་ནས། དེ་ཡང། སྣ་གཅིག་ལུས་གསུམ་གྱི་ཁམས་དུ་བཅད་ཅིང་བསལ་གྱི་འདུ་བ་མི་བས། ད་ག་འདྲའི་སེལ་ཡོད་རེ་སྣ་ད་བྱས། ཅི་བྱས་ལུས་གསུམ་གྱི་འདུ་བ་ད། སྣ་གཅིག་ལུས་གསུམ་གྱི་བསལ་ཏེ། སྣ་ད་ཅི་ད་ལུས་ཀྱི་དབང་པོ་གསུམ་གྱི་གཟིགས་ཡོད་རེ། སྣ་ད་ལུས་ད་ཅི་ཡི་རྣམ་ཤེས་གསུམ་གྱི་གཟིགས་ཡོད་རེ། ཁམས་དུ་བཅད་ཅིང་མི་བས་སི་ཏུ་ལུས་ཀྱི་སྣང་ལ་ཡ་ཐན་པ་འདྲ་བ་ཅི་རེ་བ། དེ་དང། འོ་དེ་དེ་དང། འདོད་པའི་རོ། རུས་པའི་ད། དྲི་རོ། ཡི་གེ་རྟགས་མར་སྒྲོ་སྐུར་དུ་བ་འདོད་པའི། འོ་དྲི་རོ། རེག་བྱའི་སྐྱེ་མཆེད་གསུམ་གྱི་བདག་ཉིད་དུ། ཅི་སྟེ་ན། དེ་དག་སྣ་ལྕེ་ལུས་གསུམ་གྱི་ཁམས་དུ་བཅས་ཀྱི་མི་ནས་ཟ་བའི་ཕྱིར་རོ་ཞེས་དང། འོ་ད་རེད། རེག་བྱ་དེ་ཡང་ཨ་ནི་ད་ལུས་ཀྱི་རྣམ་ཤེས་ཀྱིས། ལུས་ཀྱི་རྣམ་ཤེས་ཟེར་ནའི་མི་འདུག་ལུས་ཀྱི་དབང་པོའི་ཁམས་སུ་བཅད་ནས་མིག་གཡོ་བ་ཞིག་ཆགས་འགྲོ་ཁོ་ཚོ་ང་རང་ཚོའི་ལུས་ལ་ཡ་དཔེར་ན་ཀོ་གཉིས་བྲིས་ཅིག་ཆིག་ཡོར་བ། ཀོ་གཉིས་བྲིས་ཅིག་ཆིག་དུས་རྩ་ནས་ཨ་ནི་སྣུམ་ལ་སོགས་པ་བྱུག་དེ་འདྲའི་ཆིག་དུས་ཨ་ནི་ཐིག་གི་རེག་བྱ་དེ་ལུས་ཀྱི་ཡ་མིག་གཡོ་བ་རེད་ཆགས་འགྲོ་རེད་སོང་བ་ཨ་ནི་རྣག་གི་ཡ་ང་རང་ཚོ་སྣུམ་དུས

ཞེས་དང། འདི་ཡི་སྐྱེ་མཆེད་གསུམ་ཕལ་ཆེར་ཟས་སུ་བསྟན་ལ་ཞེས་གསུངས་པའི་ཕྱིར། ཡང་ལ་ལ་ན་རེ་རེའི་ཆ་ལ་ཁམ་ཟས་ཡིན་མིན་གྱི་ཆ་གཉིས་ཡོད་ལ། དྲི་རུ་ལ་ཁམ་ཟས་ཡིན་པས་ཁྱབ་པའི་རྒྱུ་མཚན་གྱིས་ཁམ་གོང་མ་ན་དེ་གཉིས་མི་འཇོག་ཅེས་ན་ཨཱ་སྟ་ཏའི་མཆིམས་མཛོད་ན་བསྡུ་བ། འོ་ན་དྲི་རུ་གང་རུང་ཡིན་ན་ཁམ་ཟས་ཡིན་པས་ཁྱབ་བ་དག་འདོད་པའི་ཕྱིར་འདོད་མི་ནུས་ཏེ། ཁམས་དང་ཟས་ལ་མུ་བཞི་བཤད་པའི་སྐབས་སུ་ད་དེ་རེད། འདིའི་ཁམས་ཟས་དེ་ས་དེ་ཐོད་དུ་བ་ངའི་ས་ཐོད་བཞག་ཁམས་དང་ཟས་ལ་མུ་བཞི་བཤད་པའི་སྐབས་སུ་ཁམས་ཡིན་ལ་ཟས་མ་ཡིན་པའི་མཚན་གཞི་ལ་གར་བྱེད་དུ་ལྕགས་ཀྱི་ཐུ་ལུང་མ་འབར་བ་དེ་བཞག་པས། དེ་ཁམས་ཡིན་ལ་ཟས་མ་ཡིན་པ་བཞག་ལ་ལྕགས་ཀྱི་ཐུ་ལུང་མ་འབར་བས་ག་རེ་སེ་བོ་རེད་ད་ཚོགས་པ་ན་ཡོད་པའི་དྲི་རུ་སེ་བོ་རེ་བས་རེག་བྱ་ལ་སོགས་པ་དེ་དག་ཁམས་ཡིན་ལ་ཟས་མ་ཡིན་པ། སོ། དེ་ཡི་ཚོགས་པ་ན་ཡོད་པའི་དྲི་རོ་ཡང་ཁམ་ཟས་མ་ཡིན་པར་འཁྲུལ་པའི་ཕྱིར། ཁམ་ཟས་ཞེས་པ་དེ་ཟས་ལ་སྤྱོད་པ། ཟས་ལ་སྤྱོད་པའི་གང་ཟག་དེ་ཡི་དབང་རྟེན་ལ་ཕན་ཐོགས་པ་ཞིག་དགོས་པ་གང། དེ་ཡི་ཚོགས་པ་ན་ཡོད་པའི་དྲི་རོ་དེ་མ་ཡིན་པའི་ཕྱིར་ཞེས་རྩོད་དོ། འོ་ད་དེ་རེ་ད་དེ་ཁམ་དང་ཟས་གཉིས་ལ་མོ་ཤི་བྱེད་དུས་ཁམས་ཡིན་ལ་ཟས་མ་ཡིན་པ་ག་རེ་བྱ་ཚོད་ཡ། ལྕགས་འོ་མ་འབའ་བ། འོ་ཡ་དེ། ཁམས་ཡིན་ལ་ཟས་མ་ཡིན་པ་བྱེད་རོ་ད། དྲི་རོ་རེག་བྱ་གསུམ་བྱ་དུ་བ། དྲི་རོ་རེག་བྱ་གསུམ་གྱི་བདག་ཉིད་ཟས་དང་གཟུགས་བྱ་ཡོད་མ་དགྲ་བྱ་ཡོད་མ་རོ་བ་དང། དྲི་དང་རོ་དང་རེག་བྱ་གསུམ་གྱི་བདག་ཉིད་བྱེད་པ་རོ་བ་དང། ད་ལྕགས་འོ་མ་འབའ་བ། སི་ཏུ་ལྕགས་འོ་མ་འབའ་བའི་ཚོགས། འོ་ད་དེ་རི་དྭགས་དང་རི་མ་འབའ་བ་དེ། ཚོགས་པ་ནས་ཡོད་པ་དེ་དེ་ག་རེད་ཟེར་ནས་ཅང་ཧོ་མ་འབའ་བ་ཡིན་ཙང་ཁོ་བསད་ན་ལུས་ལ་གནོད་གི་རེད་མ་གཏོགས་ཕན་གི་མ་རེད་བ། འོ་ད། ད། ཨ། འོ་ད་ཁམས་ད་ཟས་ལ་ཆོད། ཟས་ཡིན་ལ་ཁམས་མ་ཡིན་པ་ནི་སེམས་པའི་ཟས། རེག་པའི་ཟས། རེད་བ། འོ་ད་རྣམ་ཤེས་ཀྱི་ཟས་གསུམ་བཞག་ཆོག་འདུག་བ། འོ་ད་དེ། ཁམས་ད་ཟས་གཉིས་ཀ་ཡིན་པ་དེ་ང་རང་ཚོ་གི་བོད་ནས་ཁ་ལ་ས་ཡ་གི་ནང་ལོག་གི་ཕྱི་རོལ་རིག་བྱ་གསུམ་དེ་བཞག་རེད་བ་ད། འོ་དང་གཉིས་ཀ་མ་ཡིན་པ་ནི་ཟག་མེད་དང་འདུས་པ་བྱད་དུ་བཞག་ཆོག་འདུག་བ། དེ་ཡིན་ཙང་ཁམས་དང་ཟས་ལ་མུ་བཞི་བཞག་ཡོད་འདུག་དེ་འདུག་བ། ད་ད་ལྟ་ག་རེ་ཟེར་གྱི་ཡིན་ད་ང་ཚོ་འདིའི་ནང་ལ་དོན་མ་བཟུང་བས་ག་རེ་ཟེར་དུ། དྲི་རུ་ལ་རེག་བྱ་མ་ཁམས་ཟས་མ་ཡིན་པ་མེད་དོ་གསུངས་འདུག་བ། ཨ། ག་རེ་ཡ། དྲི་རུ་ནི་ཁམས་ཟས་མ་ཡིན་པ་མེད། མེད་དོ་ཟེར་དོ་དང་འོ་ད་དེ་རེད་ག་རེ་ཟེར་གྱི་ཡིན་ན་ད་ཁམས། ཨོ་འདིར་དྲི་རོ་གཉིས་ཁམས་གོང་ན་མེད་པའི་རྒྱུ་མཚན་གང་ཡིན་ཟེར་ན་ཁམས་ཟས་ཡིན་པས་བྱ་རུ་བ་དང་ཁམས་ཀྱི་ཟས་རེད། རུ་བ་ཁམས་ཀྱི་ཟས་ཡིན་དུས་ཙང་ནས་ནི་ཁམས་གོང་ན་ཡོད་པར་བྱ་བར་འདོད་པ་ལ་མ་གཏོགས་ཟས་ཡིན་ལ་དེ་ལ་འདོད་ཆགས་དང་བྲལ་བ་དང་དག་ཐེར་སྐྱེས་པའི་ཕྱིར་རོ་ཁམས་ཟས་ལ་འདོད་ཆགས་དང་བྲལ་ཚར་རེད་བྱ་བར་གསུངས་པ་དང། འོ་ན་རེག་བྱ་ཡང་མེད་པར་འགྱུར་རོ་ཞེ་ན་དེ་ལ་ནི་ཁམ་ཟས་དང་ཁམ་ཟས་མ་ཡིན་པ་གཉིས་ཡོད་པས་རེ་བ། ཁམ་ཟས་སུ་གྱུར་པའི་རེག་བྱ་མེད་ཀྱང་དབང་པོ་ལ་སོགས་པ་གཟུགས་ཀྱི་རྟེན་འབྱུང། རྟེན་འབྱུང་བ་དང། དབང་པོ་ལ་སོགས་པའི་གཟུགས་ཀྱི་རྟེན་འབྱུང་བ་དང་ཟིན་པ་འདྲ་ད་དེ་ལོག་དགོས་ཟེར། དབང་པོ་ལ་སོགས་པའི་གཟུགས་ཀྱི་རྟེན་འབྱུང་བ་དང། ང་རང་ཚོའི་མིག་སོགས་དབང་པོ་ལྔ་ཡོད་རེ་བ། འོག་དང་དེའི་འཚོ་བྱེད་ཀྱི་རྟེན་འབྱུང་བ་ཆད་འགྱུར་བ་དང། ཁང་པ་ལ་སོགས་པའི་གཞི་དང་ཟས་ཀྱི་རྟེན་འབྲེལ་གྱི་འདུལ་བ་དང། འོག་དང་འབྱུང་བ་དང། གོས་ཀྱི་རེག་བྱ་ལ་སོགས་པ་ཡོད་པའི་ཕྱིར་རོ། འོག་དང་དེ་རེག་རེག་གསུངས་པས། ཁམས་ཟས་མེད་ན་ཡང་ཟེར་བ་ཁམས་ཟས་སུ་གྱུར་པའི་རེག་བྱ་མེད་ན་ཡང་དབང་པོའི་རྟེན་དུ་གྱུར་པའི་འབྱུང་བ་ཡོད་རེ་བྱ་བ་དེ་ཡོད་དགོས་ཅི་རེ་བ། དབང་པོའི་རྟེན་དུ་གྱུར་པའི་འབྱུང་བ་ཡོད་དགོས་བ་ག་རེ་ཟེར་གྱི་ཡིན་ན་ད་ཨོང་བུའི་རྟེན་དུ་གྱུར་པའི་ཁམས་གོང་མའི་གཟུགས་ཀྱི་དབྱིབས་དེ་རྡུལ་རྫས་བརྒྱད་འདུས་ཀྱི་གོང་བུ་རྡུལ་རྫས་བརྒྱད་འདུས་ཟེར་བ་མ་གཏོགས་རྡུལ་རྫས་དྲུག་འདུས་ཀྱི་གོང་བུ་ཆགས་ཀྱི་རེད་བ་དང། དེ་ཡིན་ཙང་དེའི་ཚོགས་པ་ནང་བའི་འབྱུང་བ་ཡོད་རེད་འབྱུང་བ་ཡོད་ཙང་རེག་བྱ་ཡོད་རེད་དམ་ཞེས་བ་དང། འོ་དེ་རེད། ས། ཆུ། མེ། རླུང། ཟེར་བ་དང། འོ་ད་དེ་ས། འབྱུང་བ་ས་བྱེད་ཆུ་བྱེད།

མ་གཏོགས་ཏེ། ས་དང་ཆུ། འོ་ལྟར་གར་ས་འོ་རྟགས་ལྟར་རེད་ཆུ་ཡིས་འཇིག་དུས་ཡོག་ཡིན་པ་ཆུ་ཡིས་འཇིག་འཇིག་ཡོག་ཏེ་བསམ་གཏན་དང་པོ་གཉིས་ན་འོ་ལྟར་བདེ་བ་ཆུ་ལྟ་བུ་ཡོད་པའི་ཕྱིར་རོ་བ་དང་གསུམ་པ་ན་འོ་ལྟར་དེ་རེ་ཨེ་ནུ་རླུང་ཡོད་པའི་ཕྱིར་རོ་བ་དང་འོ་ལྟར་དེ་ཡིན་པ་རེད། བྱས་ཡིན་དུས་རྩ་ལན་འབྱུང་བ་ཡོད་དུས་རེག་བྱ་ཡོད་པ་ཅིག་རེད་བ། འབྱུང་བ་ཡོད་དུས་རེག་བྱ་ཡོད་པ་ཅིག།

ཁམ་ཟས་མ་ཡིན་པ་མེད་དོ། ད་བདག་དག་ཡིན་པ་ཆེ་འབྱུང་བ། རེག་བྱ་ཙམ་ཡོད་པ་ཆེ། ད་ཁམ་ཟས་དུ་སྐྱུར་པའི་རེག་བྱ་མེད་ཆེ། འོ་ད་དེ་ཡིན་པ་དྲི་རོ་ནི་ཁམ་ཟས་མ་ཡིན་པ་མེད་དོ་ཞེས་འབྱུང་བ། ད་ལན་ག་རེ་རྒྱག་འདོད་ཡ། རེག་བྱ་ལ་ག་རེ་བཟོ་འདོད་ཡ། རེག་བྱ་ལ་ཁམ་ཟས་དང་ཁམ་ཟས་མ་ཡིན་པ་གཉིས་ཡོད་པས་ཁམ་ཟས་སུ་གྱུར་པའི་རེག་བྱ་མེད་ཀྱང་ཟིལ་པ་དང་དབང་པོའི་རྟེན་དུ་གྱུར་པའི་འབྱུང་བ་དང་ནི་གོས་ཀྱི་རེག་བྱ་ལ་སོགས་པ་ཡོད་རེག་བྱ་དེ་ཁམ་ཟས་མ་ཡིན་བྱ་བའི་དྲི་རོ་ནི་ཁམ་ཟས་མ་ཡིན་པ་མེད་དོ་གསུངས་འདུག་བ་ད་དྲི་རོ་ལ་ཁམ་ཟས་ཡིན་པའི་ཁྱད་པར་དག་འདོད་ཟིན་ལྕགས་ཕོ་རྨ་བའི་ཚོགས་པ་ནི་ཡོད་པའི་དྲི་རོ་དུ་ཆོས་ཀྱི་ཁམ་ཟས་ཡིན་པ་དག་ཟིལ་པ། འདོད་སྲེད་ལས་ཡིན་ན་ཨ་ནི་ཁམས་དང་སའི་གཉིས་ལ་མུ་བཞི་བརྩི་ཚུལ་གྱིས་ཞོག་ཟེར་བ་ལ། འོ་དེ་ལ་གཏོགས་ཅི་འདུག་བ། གལ་ཏེ་ཡོད་དུ་ཆུག་ཀྱང་ཡང་དེའི་སེམས་ཙམ་གཉིས་པ་ཆེའོ། གལ་ཏེ། ཡོད་དུ་ཆུག་ཀྱང་གར་ཟེར་བའི་ཡ། དྲི་རུ་ལ་ཁམས་སའི་མ་ཡིན་པ་ཡོད་པའི་དབང་དུ་བཏང་ན་ཡང་ཨ་ནི་གཟུང་ཁམས་ན་དགོས་པ་མེད་པའི་ཕྱིར་བྱ་བའི་སྒོ་བཟུང་བ་ལྟ། གལ་ཏེ་ཡོད་དུ་ཆུག་ཀྱང་གར་ཟེར་ཡིན་པ། དྲི་རུ་གཉིས་ལ་ཁམ་ཟས་མ་ཡིན་པ་ཡོད་དུ་ཆུག་ཀྱང་ཟེར་བ་ལ་གཟུང་སྐབས་ན་ནི་ད་ཁམ་ཟས་དགོས་པ་མེད་པའི་ཕྱིར། དེའི་ཕྱིར་སྣ་ལྕེའི་རྣམ་ཤེས་གཉིས་ཀྱང་མེད་དེ། དེ་དག་གི་ཡུལ་མེད་པའི་ཕྱིར་དེ་གར་ཟིག་ཡིན་པ་ཡང་དག་ན་དེ་ཡིན་དང། མཐའ་ཡས་གར་ཚུགས་ཡང། ཨ། རྣ་ལྕེའི་རྣམ་ཤེས་གཉིས་འདི་མེད་དེ། རྣ་ལྕེའི་རྣམ་ཤེས་གཉིས་མེད་པའི་རྒྱུ་མཚན་ག་རེ་རེད་ཟེར་གྱི་ཡིན་ན། དེ་ཡི་ཡུལ་ལ་འདོད་ཆགས་དང་བྲལ་བའི་ཕྱིར་དེ་འདྲ་ཟེར་ཡ་ཨ་ཡིན། འོ་ཡ།

རེད་བ། བསམ་གཏན་དང་པོའི་སས་བསྡུས་མ་ཡིན་པ་རེ་ཟུང་གིས་གདུལ་བྱ་དང་བྲལ་བའི་སྒོ་ནས་བསམ་གཏན་དང་པོའི་ལྷ་ཡི་རྒྱུད་ལ་མེད་པ་རེ་ཟུང་གིས། རྩ་ཡི་དམ་བཅའ། ཚངས་པའི་སྣ་གཅིག་རྣམ་ཤེས་ཀྱི་མེ་སྟེ་སྣ་ལྟར་མེ་བསྟན་པའི་ཕྱིར་ཟེར་རྒྱུ་ཡིན་པ་དང། འདིའི་ནང་ལ་རྒྱུ་མཚན་ག་རེ་འགོད་འདོད་ཡ།

གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང་དེ་བས་འོང་བས་འཛིན་མོད་ཀྱི་ད་ལྟའི་འདུ་བ། གཟུགས་སྒྲ་འདོད་པ་ན་ཡོད་པ་དག་ཀྱང་དེ་བས་སི་ཏུ་ཀ་སི་ཡ། བསམ་གཏན་གྱི་ལྷ་ཡིས་རེ་བ། ད་འོང་ཤིག་ལ་བསམ་གཏན་དང་པོའི་སས་བསྡུས་རེ་བ་རེ་ཨ། བསམ་གཏན་དང་པོའི་སས་བསྡུས་མ་གཏོགས་གཉིས་པ་མན་ཆད་ཀྱི་སས་བསྡུས་ཡོད་མ་རེ་བ་ཨོ་ཡ། དེ་བས་འོང་བས་འཛིན་མོད་ཀྱི། དྲི་ལ་སོགས་པ་ནི་ཕྲད་ནས་འཛིན་པའི་ཕྱིར་འདོད་པ་ན་ཡོད་པའང་དེའི་ཡུལ་མ་ཡིན་པའི་ཕྱིར་བྱེ་བྲག་ཏུ་སྨྲ་བ་ནི་ཟེར་ཏོ་ཕྱི་མ་དག་གལ་ཏེ་དགོས་པ་མེད་པས་མི་འབྱུང་ན་སྣ་ལྕེའི་དབང་པོ་དག་ཀྱང་མེད་པར་འགྱུར་རོ་ཞེ་ན་ད་ཡུལ་རེ་བ་སྣ་ཡི་དབང་པོ་དང་ལྕེའི་དབང་པོ་ཡང་མེད་མ་ཐག་རེ་བ་མེད་པ་ཡིན་པ་དང་དེ་དག་གི་ཡུལ་ག་རེ་ཡ་འོ་དེ་རེ་དྲི་དང་རེ་བ་འོ་ད་དེ་རོ་མེད་པའི་ཕྱིར་ཞེ་ན་རེ་བ།

ཡང་དེ་དག་ལས་བཤད་མ་ཐག་པ་ཆོས་དང་ཡིད་ཀྱི་རྣམ་པ་ཞེས་པ་དེ་གསུམ་ལ་ནི་ཟག་བཅས་དང་ཟག་མེད་དག་ཡོད་ཀྱང་ཆོས་དབྱིངས་རྣམ་ཤེས་ཀྱི་ཁམས་གསུམ་པོའི་ཁམས་ཐ་མ་གསུམ་པོ་དེ་ལ་ཟག་བཅས་ཡོད་ཟག་མེད་གཉིས་ཀ་ཡོད་པ་དེ་བྱེད་རེ་བ། ལམ་བདེན་མ་རྟོགས་པས་དེ་གསུམ་དང་འདུས་མ་བྱས་ནི་ཟག་མེད་ཡིན་ལ། ལམ་བདེན་རྟོགས་པས། ལམ་བདེན་རྟོགས་པས་དེ་གསུམ་དང་ལམ་བདེན། དང། ལམ་བདེན། ལམ་བདེན་བྱེད་འདུས་བྱས་ཀྱི་ནང་ནས་ལམ་བདེན་བྱེད། ནི་འདུས་མ་བྱས་ནི་ཟག་མེད་ཡིན་ལ། གཞན་ནི་ག་རིག་པའི། ཟག་བཅས་ཡིན་པའི་ཕྱིར་རོ། ད་ལམ་བདེན་གྱི་ངོ་བོ་བརྒྱུད་པ་ཕུང་པོ་ལྔ་ག་ཤ་ཆོག་རུ་བ། ཡིད་ཀྱི་རྣམ་པ་ཤེས་པ་ཤ་ཆོག་རུ་གྱི་ཟག་བཅས་ཡིན་པའི་ཕྱིར་རོ། ལྷག་མ་གཟུགས་ཅན་གྱི་ཁམས་བཅུ་དང། དེ་གསུམ་ཟག་བཅས་ཟ་མ་མེད་ལྷ་མ་རྣམས་ནི་ཟག་བཅས་སོ་ལྷ་མ་ག་རེ་ཡིན་པ། གཟུགས་ཅན་གྱི་ཁམས་བཅུ་དང། ཨ་ནི། དེ་དག་གི་རྣམ་ཤེས་ལྔ་སྟེ་བཅོ་ལྔ་པོའོ། རེ་བའི། འོ་ད་རེ་བཅོ་ལྔ་པོ་རྣམས་ནི། འོ་ད་རེ་མཐའ་གཅིག་ཏུ་ཟག་བཅས་ཡིན་པའི་སྒོམ་སྤང་ཡིན་པའི་ཕྱིར་ཏེ་ད་དེ་ཡིན་པ་རེ་ད་ང་རང་ཚོ་བྱེ་བྲག་མའི་ལུགས་ལ་རེ་བ་དང་གཟུགས་ཅན་གྱི་ཁམས་བཅུ་པོ་གང་རུང་ལ་ཟག་བཅས་ཡིན་པའི་ཁྱབ་སྒོམ་སྤང་ཡིན་པའི་ཁྱབ་བྱ། ཟག་པ་ན་རྒྱས་པར་འགྱུར་རོ། དཔེ་སྟོན་པ་རྣམས་ནི་དགྲ་བཅོམ་པའི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང། ཟག་པའི་རྟེན་མ་ཡིན་པའོ། ཟག་བཅས་ཡིན་མིན་གཉིས་ཀ་ཡིན་ནོ་ཞེས་འདོད་པ་ནི་མ་ཡིན་ཏེ། ད་དཔེ་སྟོན་པ་སི་ཏུ་ང་ར་ཛུས་མདོ་སྡེ་པ་ཆད་མདོ་སྡེ་བའི་ཡི་གེ་རྟགས་མ་དོན་སོང་ལྔ་ཚོ་དོགས་ཇུས་གཏོགས་བྱས་པ་ཡིན་པ། དགྲ་བཅོམ་པའི་རྒྱུད་ཀྱི་གཟུགས་ཕུང་འཆད། ད་དགྲ་བཅོམ་པ་ཁོ་རང་འདོད་ཆགས་སྤང་ཚག་ཡིན་ཙང་ཁོ་རང་གི་རྒྱུད་ཀྱི་གཟུགས་ཕུང་ཐིག་གི་ད་ཟག་པས་བསྟན་མེད་ཅེས་བྱ་བ་ཡིན་པས་འོ་དེ་རེད་དགྲ་བཅོམ་པའི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་རྒྱུད་ཀྱི་མ་དུལ་བའི་སྣོད་ཀྱི་འཇིག་རྟེན་ནི་ནི་གར་ཟག་པའི་གཉེན་པོ་མ་ཡིན་པ་དང་ཟག་པའི་གཉེན་པོ་མ་ཡིན་པས་ཟག་བཅས་ཟག་པའི་གཉེན་པོ་མ་ཡིན་པ་དང། འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང། གཉི་ག་འདུ་བྱེད་ཀུན་སྤྱོད་གང་གཱའི་ཡ་གཅིག་མ་དུ་ལོག་མ་སུ་ཏཱ། དཔེ་སྟོན་པ་རྣམས་ནི་དགྲ་བཅོམ་པའི་ཕུང་པོ་དང། སྣོད་ཀྱི་འཇིག་རྟེན་ནི་ཟག་པའི་གཉེན་པོ་མ་ཡིན་པ་དང་ཟེར་ཏོ། ཟག་པའི་རྟེན་མ་ཡིན་པས་ཟེར་བ། ཟག་པའི་གཉེན་པོ་མ་ཡིན་པས། ཨ་ནི་ཟག་པའི་གཉེན་པོ་མ་ཡིན་པ་བྱས། རེ་བ། གཉེན་པོ་མ་ཡིན་པ་བྱས་ད། ཟག་པའི་ཕྱོགས་འགྲོལ་པ་ཅི་ཡིན་ཙང་ཁོ་ཟག་བྱེད་བྱས། ཟག་པའི་རྟེན་མ་ཡིན་པ་ཡིན་ཙང་ཟག་མེད་གསལ་བཏགས་གཉིས་ཀ་ཡིན་ཆོག་ལ། ཡ། རེད་པ། དགྲ་བཅོམ་པ་དགྲ་བཅོམ་པ་གི་གཟུགས་ཀྱི་ཕུང་པོ་དང་སྣོད་ཀྱི་འཇིག་རྟེན་གྱི་ཟག་པའི་རྟེན་བྱེད་ཀྱི་མ་རེད་གསལ་བཏགས་ཟག་པའི་རྟེན་གསལ་བཏགས་ག་འདྲ་ཅིར་གོ་གི་ཡོད་ན་ཁོ་རང་གི་ལུགས་ལ་རེད་པ་ད། ཟག་པའི་རྟེན་གསལ་བཏགས་དམིགས་རྟེན་འདྲ་བ་བྱས་པ་ཡིན་ན་ནི་དགྲ་བཅོམ་པའི་རྒྱུད་ཀྱི་ཕུང་པོ་དེ་ཚོ་གང་ག་ཡང་རང་ལས་རྒྱུད་ཐ་དད་པའི་གང་ཟག་གི་རྒྱུད་ཀྱི་ཟག་པའི་རྟེན་བྱེད་ཀྱི་རེད་པ། དེ་ན་བཞིན་སྣོད་ཀྱི་འཇིག་རྟེན། རྒྱུད་ཀྱི་མ་བསྡུས་པ་གཟུགས་སྒྲ་དྲི་རོ་རེག་བྱ་སོགས་ལ་དམིགས་ནས་ཟག་པ་སྐྱེ་བ་ཡོད་རེད། འོན་ཡང་ཟག་པ་སྐྱེ་བ་ཡོད་པ་ཡིན་ཙང་ཁོ་ཟག་པའི་རྟེན་བྱེད་པ་ཡིན་པ་ཐག་ད་འདིར་ཟག་པའི་རྟེན་བྱེད་ཟེར་ཡ་དེ་ག་རེ་ག་རེར་གཟིགས་ཡོད་རེད། ཐུན་མོང་མ་ཡིན་པའི་བདག་རྐྱེན་འདྲ་པོ་བྱེད་པ་ཅིག་ལ་གཟིགས་ཡོད་ཡིན་པ་དང་ཟག་པའི་རྟེན་དེ་ཡི་གེའི་རྟགས་སུ་བཏགས་ནས། རུ་པ་མདོ་སྡེ་པའི་ལུགས་ལ་ཡང་ཞག་ཚུལ་ཏེ་ཏོག་ཙེ་རྩད་བཅད་ཁུག་ཏུ་རུ་བ་དང་ཟག་པའི་རྟེན་མ། ཟག་པའི་གཉེན་པོ་མ་ཡིན་པས་སྲི་ཡོན་འདུལ་རྩ་ནས། ད་ཟག་པའི་མཐུན་སྦྱོར་འབྲེལ་པ་ཆགས་པར་རུ་བ། དེ་ཡིན་ཙམ་ཁོ་ཟག་བཅད་བྱེད། ད་དེ། ཟག་བཅད་དང་ཟག་མེད་གཉིས་ཀ་ཡིན་སྲིད་སེམས་འགུགས་ཡོ་བ་ཡིན་པ་ནོ། ཟག་པའི་གཉེན་པོ་མ་ཡིན་པའི་ཆ་ནས་ཟག་བཅད། ཟག་པའི་རྟེན་བྱེད་པའི་ཆ་ནས་རྟེན་མི་བྱེད་པའི་ཆ་ནས་ཟག་མེད་ཡིན། རེད་བ། ཟག་མེད་ཡིན་ཀྱང་ཟག་མེད་མ་ཡིན་སེམས་འགུག་གི་ཡོ་ཡིན་པ་ནོ། ཡང་མེད་ན་སྒྲ་ཇི་བཞིན་པ་བཅས་ཟག་བཅས་ཟག་མེད་མི་འགལ་སེམས་འགུག་གི་ཡོ་ཡིན་པ་ནོ། འོ་ད་དེ་ཡག་པོ་ཞིག་བསམ་བློ་བཏང་ནས་བཙལ་དཔྱད་དགོས། ཞེས་འདོད་པ་ནི་མི་འཐད་དེ་ཡིད་ཆེས་པར་མ་ཡིན་ཏེ་སྲིད། དེ་དག་རྣམ་པར་དཔྱོད་པ་ཡིན་པས་ཕུང་པོ་གསུམ་པ་མི་སྲིད་པའི་ཕྱིར་མི་འགལ་ན་འགྲིག་གི་མ་རེད། འོ་དེར་གནས་དགྱེས་པའི་བསམ་གཏན་གྱི་ཡན་ལག་འཆད་པའི་སྐབས་ལས། དཔེ་སྟོན་པས། མདོ་སྡེ་པས། ལུས་ཤིན་ཏུ་བྱང་བ་བྱང་ཆུབ་ཀྱི་ཡན་ལག་གིས་བསྡུས་པའི་རེག་བྱ་དང། རེག་བྱ་དང། ལུས་ཀྱི་རྣམ་ཤེས་ཀྱང་ཟག་མེད་དུ་འདོད་པར་བཤད་དོ། དེ་ཡིན་པ་རེད། བྱང་ཆུབ་ཡན་ལག་ཡོ་ར་བ། བྱང་ཆུབ་ཡན་ལག་གི་ནང་ལོགས་ལ། ལུས་ཤིན་སྦྱངས་ཡུངས་ཀར་བ་དང། ལུས་ཤིན་སྦྱངས་དེ། ཚན་ཆུང་ཡན་ལག་གིས་བསྡུས་པའི་རེག་བྱ་ཁྱད་པར་ཅན་དེ་ལུས་ཤིན་སྦྱངས་ཡིན་ཟེར་གྱི་ཡོད་མེད་འགྲོ། ལུས་ཀྱི་རྣམ་ཤེས་དེ་ཡང་ལུས་ཤིན་སྦྱངས་ཡིན་ཟག་མེད་ཡིན་ཞེས་བཤད་དོ། གཉིས་པ། རྟོག་བཅས་དཔྱོད་བྱེད་ལ་སོགས་པའི་རབ་དབྱེ་ནི། ཡང་ཁམས་བཅོ་བརྒྱད་ལས་གཅིག་ཏུ་རྟོག་པ་དང་བཅས་ཤིང་དཔྱོད་པ་དང་བཅས་པ་ནི་མིག་ལ་སོགས་པའི་རྣམ་པ་ཤེས་པ།

དེ་གཉིས་ཀ་དང་མཚུངས་ལྡན་ཡིན་པའི་ཕྱིར་དུ་བྱ་བ། དེས་ན་འདི་ལ་འབྲེལ་རྣམ་གཅོད། འདི་ལ་འབྲེལ་རྣམ་གཅོད་ཡིན་པས་ཟེར་བ། འཆད་པ་ན་འདི་སྐད་དུ། རྣམ་པར་ཤེས་པའི་ཁམས་ལྔ་པོ། རྟོག་དང་གཅོད་དང་བཅས་ཁོ་ན་བཞིན་འདོད་པར་བྱ་སྟེ། ད་ཚིགས་བཅད་དེ་འདྲས་ཟིན་ལབ་ན་ནི་འཇུག་པ་བདེ་བ་ཡོད་ཡིན་པ་རེད་རེད་གསུང་བ་དང། རྟོག་དང་གཅོད་དང་བཅས་པ་ནི་རྣམ་པར་ཤེས་པའི་ཁམས་ལྔ་ཡིན་ཟེར་ཡ་ཅི་ཡོད་རེད་བ། འོ་བ། ཚིགས་བཅད་ལ་བ་འབྲི་རེ་ཡིན་ན། ད་ལྟ་འདིའི་ནང་ལ་སོལ་བ་ནང་བཞིན་བྱས་ན་འཇུག་པ་བདེ་བ་ཡོད་ཡོད། ག་རེ་ཟེར་སོ་ཡ། རྣམ་པར་ཤེས་པའི་ཁམས་ང་མོ་རྟོག་དང་དཔྱོད་དང་བཅས་ཁོ་ན། དེ་འདྲ་ཟེར་ལབ་ན་འཇུག་པ་བདེ་བ་ཡོད་རེད་ཕྱིར། འོ་ད་དེ་རེ་ནི། ཐ་མ་ཡིད་དང་ཆོས་དང་རྣམ་ཤེས་ཀྱི་ཁམས་གསུམ་ནི། ཆོས་ཡིད་རྣམ་ཤེས་ཀྱི་ཁམས་གསུམ་ནི། རྟོག་པ་དང་བཅས་ཤིང་དཔྱོད་པ་དང། ག་རེ་ཟེར་སོ་ཡ། བཅས་པ་དང། རྟོག་པ་མེད་ལ། སྤྱོད་པ་ཙམ་དང། ད་ནི་རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་རྣམ་པ་གསུམ་ཡིན་ཏེ། རྟོག་དང་སྤྱོད་དང་བཅས་པ་ནི་རྣམ་པ་བཞི་ཁམས་གསུམ་ཐ་མ་གསུམ་ནི་རྣམ་གསུམ་ངོ་སེ་ཐ་མ་གསུམ་ཁྱི་ཤོ་སི་ཡང། ཆུ་ཡི་རྣམ་ཤེས་ཀྱི་ཁམས་གསུམ་པོ་དེ་ཆུ་ཡི་རྣམ་ཤེས་ཀྱི་ཁམས་གསུམ་པོ་དེ་ལ་རྣམ་པ་གསུམ་དེ་ག་རེ།

བསམ་གཏན་དང་པོ་མན་ཆད་ཀྱི་ཡིད་དེ་ཤར་ཙམ་པོ་བ་མན་ཆད་ཤར་འགྲིག་ཡོད་ཀྱི་རེད་བ། ཆོས་ཀྱི་ཁམས་ལ་ཤར་བ་ཡིན་ན་ནི་ད་འོ་དེ་རེད། ཆོས་ཀྱི་ཁམས་ལ་ཤར་བ་ཡིན་མཚུངས་ལྡན་ལ་ཤར་འགྲིག་རེད། འདོད་པའི་སས་བསྡུས་ཀྱི་ཤེས་རབ་ལྟ་བུ་དེ་རྟོག་པ་དང་བཅས་དཔྱོད་པ་དང་བཅས་སུ་ཤར་ཆོག་གི་རེད་བ། ཡིད་ཀྱི་རྣམ་པར་ཤེས་པ་ལས་དེ་རྣམས་ཞུ་གསུམ་ཤར་ཆོག་གི་རེད་བ་དང། རྟོག་པ་དང་བཅས་ཤིང་དཔྱོད་པ་དང་བཅས་པ་དེ་ཡོད་དང་དེ་འདྲ་བྱེད། རྟོག་པ་མེད་ལ་དཔྱོད་པ་ཙམ་སེ་བསྡུས་བསམ་གཏན། ཁྱད་པར་བ་དེ་ཞག་འགྲིག་པའི་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་བ་དེར་བ་ཙམ་གྱི་གཉིས་ཀྱི་ནང་ནས་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཁྱད་པར་ཅན་ཟད་འཇོའི་བ་ཁྱད་པར་ཅན་གྱིས་བསྡུས་པའི་ཆོས་དབྱིངས་རྣམ་ཤེས་གསུམ་པོ་དེ་གར་ཡིན་པ་ཡང་རྟོག་པ་མེད་ལ་སྤྱོད་པ་དང་མཚུངས་ལྡན་གོ། འཁོར་དང་མཚུངས་ལྡན་གྱི་རྟོག་པ་མེད་པ་བྱེད། སྤྱོད་པ་ཙམ་དང་མཚུངས་ལྡན་བྱེད། རྟོག་པ་ཡང་མེད་དཔྱོད་པ་ཡང་མེད་པར་རྣམ་པ་གསུམ་འདི་ཡིས་ཐ་རྟོག་མི་དཔྱོད་མི་ཡི་ཆེ་བ་རུ་བ་ལྟ་ཞེས་ཡ་སྟེ་བསམ་གཏན་གཉིས་པ་ཡན་ཆད་ན་བཞག་ན་འགྲིག་མེད་དོ། བསམ་གཏན་གཉིས་པ་ཡན་ཆད་ཀྱི་ཆོས་དབྱིངས་རྣམ་ཤེས་ཁམས་གསུམ་པོ་དེ་ག་རེ་ཡ། རྟོག་པ་ཡང་མེད་དཔྱོད་པ་ཡང་མེད་ཆེ་བ་ལྟ་བསམ་གཏན་གཉིས་པ་ནས་དཔྱོད་པ་ལ་ཆགས་པ་བྱས་སོང་བ་རུ་བ་ལྟ། འོ་ད། ཐ་མ་གསུམ་ནི་རྣམ་གསུམ་མོ། འདི་ལྟར། འདོད་པ་དང་བསམ་གཏན་དང་པོའི་དངོས་གཞི་ན་ཡོད་པའི་ཡིད་དང། ཡིད་ཀྱི་ཁམས་དང། རྟོག་དཔྱོད་ལས་གཞན་པའི་ཆོས་ཀྱི་ཁམས་སེམས་བྱུང་རྣམས་ནི་གར་ཡིན་པ་ཡང་རྟོག་པ་དང་བཅས་དཔྱོད་པ་དང་བཅས་པ་ཡིན་ཏེ་དེ་དག་དང་མཚུངས་པ་ལྡན་པའི་ཕྱིར་དེ་བསམ་གཏན་གོ་བསྡུ་བ། བསམ་གཏན་དང་པོའི་དངོས་གཞི་ཁྱད་པར་ཅན་ལས། ཁྱད་པར་ཅན་དང་ཡོད་པ་ལས་གཞན་པས་གསུངས་བཞག། བསམ་གཏན་དང་པོའི་དངོས་གཞི་ཁྱད་པར་ཅན་དང་ཡོད་པ། ཡོད་པའི་སྤྱོད་པ་ལས་གཞན་པས་ཟེར་ལྟར་ད་སྤྱོད་པ་དང་བར་དཔེས། སྤྱོད་པ་ལས་གཞན་པས་ནི་ཡིད་དང་ཆོས། རྣམ་ཤེས་ཁམས་གཡོར་བའོ། དེའི་ཕྱེད། འདོད་པ། དེའི་གར་རེ་ཟེར་ན་གར་རེ་ཡ།

རྟོག་མེད་ཡིན་ཏེ་རྟོག་པ་དང་མཚུངས་ལྡན་མ་སོང་ཕྱིར། སྤྱོད་བསམ་ཡིན་ཏེ་སྤྱོད་པ་དང་མཚུངས་ལྡན་ཡིན་པའི་ཕྱིར་ཁྱབ་བོ་གསུང་ངོ། འདོད་པ་དང་བསམ་གཏན་དང་པོའི། དངོས་གཞི་ཙམ་པོ་ན་ཡོད་པའི་རྟོག་པ་ནི། ད་བདག་དང་རེ། འདོད་པ་ན་ཡོད་པའི་གར་རེ་ཡ། འདོད་པ་འདོད་པ་འདོད་པའི་སས་བསྡུས་ཀྱི་རྟོག་པ་དང་སྤྱིའི་ཆེད། བསམ་གཏན་དང་པོའི་དངོས་གཞིའི་ཚོགས་པ་ན་ཡོད་པའི་རྟོག་པ་གཉིས་པོ་དེ་གར་ཡིན་པ།

བརྒྱད་དུ་བ། འདོད་པ་ན་རྟོག་པ་ལ་རྟོག་པ་གཉིས་པ་མེད་ཅིང། གྲོགས་སུ་སྤྱོད་པ་དང་ངེས་པར་ལྡན་ལ་ཁྱད་པར་ཅན་ན་རྟོག་པ་སྤངས་ཤིང་སྤྱོད་པ་ཡོད་པའི་ཕྱིར་རོ། ད་དེ་རེས་གསུངས་པ་དང། རྟོག་པ་སྤངས་ཤིང་སྤྱོད་པ་དང་མཚུངས་པར་ལྡན་པའི་ཕྱིར། ཕྱིར་དང་ཕྱི་མ་གཉིས་སུ་དུས་འདོད་པ་དང་བསམ་གཏན་དང་པོའི་སས་བསྡུས་ཀྱི་རྟོག་པ་གཉིས་པོ་དེ་ག་རེ་རེད་ཟེར་གྱི་ན་རྟོག་པ་ལ་རྟོག་པ་གཉིས་པོ་གཉིས་པ་མི་བརྟེན་པ་ཡིན་ཙང་ཁོ་རྟོག་མེད་ཡིན་ཟེར། སྤྱོད་པ་དེ་མཚུངས་ལྡན་ཡིན་པས་སྤྱོད་ཙམ་ཡིན་ཟེར། བསམ་གཏན་གཉིས་པ་ཡན་ཆད་ཀྱི་ཡིད་ལ་སོགས་པ་དང། ཆུ་ཡི་རྣམ་ཤེས་ཀྱི་ཁམས་གསུམ་དང། བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཅན་ན་ཡོད་པས་སྤྱོད་པ་དང། གར་ཟེར་སོགས་ཡང། སེམས་ལས་བྱུང་བ་མ་ཡིན་པའི་ཆོས་ཀྱི་ཁམས་ཐམས་ཅད་ནི་རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ། ད་རེས་སོང་ངས། ཡང་བསམ་གཏན་དང་པོའི་དངོས་གཞིའི་ཁྱད་པར་ཅན་ན་ཡོད་པའི་སྤྱོད་པ་ཁོ་རང་ཅི་བྱ་ད་ནི། ད་སེམས་ལས་གཞན་པའི་གར་ཟ། སེམས་ལས་སེམས་ལས་འབྱུང་བ་མ་ཡིན་པའི་ཆོས་ཁམས་ཐམས་ཅད་ནི་སེམས་བྱུང་མ་ཡིན་པའི་ཆོས་ཁམས་འདུས་མ་བྱས་ལ་སོགས་པ་ཡོད་རེད་བ། འོ་ད་དེ་དག་ནི་ག་རེ་རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ་ཟེར་བ་ད་འོ་ད་དེ་ཡིན་པ་རེད། རྟོག་པ་ཡང་མེད་སྤྱོད་པ་ཡང་མེད་པ་ཡིན་ཏེ་ད་དེ་ཡིན་པ་རེད་འོ་དེ་རེད་རེད་བ། མེད་པ་ཡིན་ཏེ་བསམ་གཏན་གཉིས་པ་ཡན་ཆད་རྟོག་དཔྱོད་སྤངས་པའི་ས་པ་ཡིན་པའི་ཕྱིར་དང། འོ་ད་དེ་ཡིན་པ་རེད་སྤྱོད་པ་ལ་སྤྱོད་པ་གཉིས་པ་མི་ལྡན་པའི་ཕྱིར། མཚུངས་ལྡན་མ་ཡིན་པ་དག་རྟོག་དཔྱོད་གཉིས་ཀ་དང་མི་ལྡན་པའི་ཕྱིར་རོ། འོ་ན་སྤྱོད་པ་མེད་ལ།

འདོད་པའི་སས་བསྡུས་ཀྱི་སྤྱོད་པ། འོ་ད་རེ་བས་ཨ་ལས་ཞུགས་ཨ། སྤྱོད་པ་མེད་ལ་རྟོག་པ་ཙམ་ཡང་ཡོད་པར་འགྱུར་ཏེ། རེ་བ་ད། སྤྱོད་མེད་རྟོག་ཙམ་ཆགས་པ་ཅིག་རེད། སྤྱོད་པ་ཐམས་ཅད་ལ་ཡང་སྤྱོད་པ་གཉིས་པ་མེད་པའི་ཕྱིར་དང། འདོད་པའི་སས་བསྡུས་ཀྱི་སྤྱོད་པ་དེ་བཞག་པ་ཡིན་ན། ཁོ་བཅོས་མའི་རེད་བ། བཅོས་མའི་ཡིན་དུས་བཅོས་པ་ལ་བཅོས་པ་གཉིས་པ་མི་བསྟན་པས་རྟོགས་ཙམ་ཡིན་དུས་ཁོ་རྟོགས་པ་དང་མཚུངས་ལྡན་ཡིན་པས་ཕྱིར། རེད་བ། འདོད་པས་འདོད་པ་མོ་ཁོ་བསམ་གཏན་གཉིས་པ་བསམ་གཏན་དང་པོ་མན་ཆད་ཀྱིས་བཅོས་པ་གང་ཡིན་པ་དེ་ཆོས་ཅན་དུ་བཙུགས་ན་བཅོས་པ་གང་ཡིན་པ་དེ་ཆོས་ཅན། བཅོས་མའི་རྟོགས་ཙམ་ཡིན་པ་དག་ད་སི་དང་རེད་བ། བཅོས་མའི་རྟོགས་ཙམ་ཡིན་པ་དག་ཁོ་རང་བཅོས་པ་ཡིན་པས་དེ་ལ་བཅོས་པ་གཉིས་པ་མི་བསྟན་པའི་ཕྱིར། བཅོས་མིན་ཡིན་པ་ཆགས་རྟོག་ཙམ་ཡིན་པ་ལྟ་རྟོག་པ་དང་མཚུངས་ལྡན་ཡིན་པའི་ཕྱིར་ཚིག་རེ་བ། དེ་ཡིན་ན་རྣམ་པ་གསུམ་མ་ཡིན་པ་དང་རྣམ་པ་བཞི་ཡིན་པའི་ཕྱིར། ཚིག་རེ་བ།